ལེགས་སོ། ད་ང་ལ་གང་ཞུ་རྒྱུ་མི་འདུག། ཞུ་དེ་ན་ད་ཞུ་རྒྱུ་ཡོད་ཅེས་རེད་པ། དེ་ད་བས་ཚང་མས་ཀྱིས་དེ་ནས་ཐུགས་ཁུར་ཆེན་པོ་གནང། དེ་ནས་གཙོ་ཆེ་བ་དེ། ད་གདན་ས་འདི་དཔལ་ཀུན་སྤུངས་པའི་གདན་ས་རེད། ད་དེ་ལ་དཔའ་སྤུངས་ཤེས་རབ་གླིང་ཞུ་བ་ད་ལྟ་དེ་འདྲའི་མིང་བཏགས་དགོས་པའོ། དེ་ནས་བོད་ལ་སི་ཏུ་པཎ་ཆེན་གྱི་བཞེངས་པའི་གདན་ས་དང་པོ་དེ་ལ་དཔལ་སྤུངས་ཐུབ་བསྟན་ཆོས་འཁོར་གླིང་ཞུ་དགོས་པ། དེ་སྔོན་ལ། དེ་ནས་སི་ཏུ་ཀུན་ཕྲན་རྣམ་པ་གཙུག་གི་གདན་ས་དེ། དེ་ནས་ཀརྨ་དགོན་རེད་བ། རེད་དེ་གོང་ལ། དེ་ནས། ད་སྒམ་པོ་ཚུལ་ཁྲིམས་སྙིང་པོ་གི་སྐབས་སུ་ལ། དྭགས་པོ་ལྷ་རྗེ་གི་གདན་ས་དེ། ཨ་ནི་དྭགས་ལྷ་སྒམ་པོ་རེད་བ། དེ་སྔོན་ལ་མངའ་བདག་མར་པ་ལོ་ཚིགས་གི་གདན་ས་དེ། དེ་ནས་ལྷོ་ཁྲོ་བོ་ལུང་རེད་བ། དེ་ནས་རྒྱལ་བ་བྱམས་པ་མགོན་པོ་གི་གདན་ས་དེ། དེ་ནས་ད་དགའ་ལྡན་ལྷ་ཡི་ཡུལ་རེད་བ། འོ་དེ་ལ་སོགས་པ་རེད། ད་དེ་འདྲ་ཡིན་པའི་སྐབས་སུ་ལ་དེ་ནི་ང་རང་གིས་འདི་ན་མཚན་བཏགས་པ་དེ་ལ་རྒྱུ་མཚན་ཆེན་པོ་ཅིག་བྱས་ནས་དཔལ་ཀུན་སྤོང་པདཔལ་སྤུངས་ཤེས་རབ་རྣམ་པར་རྒྱལ་བའི་གླིངདཔལ་སྤུངས་ཤེས་རབ་གླིངངས་བཏགས་ཡོད། དེ་མ་གཏོགས་ཀྱི་དེ་ག་སེ་དགོན་པ་ཅིག་འཇབ་ཡག་གིས་དེ་ནི་ང་ལ་དོ་སྣང་ཡང་མེད། དགོན་པ་དེ་ཚང་མས་བཞེངས་བསྡད་ཀྱི་ཡོད་རེད། ངས་དགོན་པ་གཅིག་བརྒྱབ་ནས་ཡར་ལྷག་གང་ཡང་སངས་རྒྱས་ཀྱི་བསྟན་པ་ལ་ཕན་ཐོད་པ་ཐོག་ཡག་གང་ཡང་ཡོད་མ་རེད། འོ་དེ་ཡིན་དུས་དཔལ་སྐུ་སྤུངས་པའི་གདན་ས་དེ་གི་མཚན་དང་དོན་མཐུན་པ་གཅིག་འཐོན་མི་འཐོན་བསམ་ནས་ང་རང་གིས་ད་སྤྱི་ལོ་སྤྱི་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ནས་མགོ་བཙུགས་ནས་བཞེངས་པ་རེད། འོ་དེ་ཚང་མའི་གི་ད་མཁས་དབང་རྣམ་པ་ཚོ་གི་ད་དགོངས་ཀི་རེད་དེ་འདི་ན་ལས་ཡོད་པའི་གི་དེ་ནས་དབུ་ཆོས་རྣམ་པ། གྲྭ་ཚང་རྣམ་པ་མཁན་སློབ་རྣམ་པ་ཚང་མའི་གི་དེ་རྩ་བ་ཉིད་ནས་ཨ་ནི་བརྗེད་རྒྱུ་ཡོག་མ་རེད་ད། དེ་མ་གཏོགས། ཤེས་རབ་གླིང་ཟེར་མཁན་ཡེ་ཤེས་གླིང་ཟེར་མཁན་བཀྲ་ཤིས་གླིང་ཟེར་མཁན་དགེ་ལེགས་གླིང་ཟེར་མཁན་མིང་ག་རེ་བཏགས་ན་ངས་བཏགས་ཤིང་གི་རེད་པ། འོ་དེ་དེ་འདྲའི་བཞིན་ཡག་གི་ང་ལ་འདོད་པ་ཡོད་མ་རེད། དེ་ནས་བསྟན་འཛིན་གྱི་སྐྱེས་བུ་ཆེན་པོ་ཚང་མས་གི་གདན་ས་སོ་སོ་སོ་སོ་བཞེངས་བཞིན་པ་རེད་པ། དེ་ངས་ཐོས་པ་ག་རེ་བྱས་ན་བཟོ་དགོས་རེད། དེ་ནས་ང་རང་སི་ཏུ་པན་ཆེན་ད་ལྟ་ཁོང་རྣམ་པས་ཀྱི་ཞབས་ཕྱི་ཞུ་མཁན་ཅིག་དེ་ནས་ཡིན་པ་ལ་བརྟེན་ནས་དེའི་ཀྱི་བསམ་བློ་བཏང་ནས་ཨ་ནི་ངས་ཀྱི་བསྟན་པའི་ཀྱི་བྱ་བ་བྱེད་ཀྱི་ཡོད་རེད་མ་གཏོགས་ཀྱི་དེ་ནི་ཁྲི་ཀ་ནས་དེ་ཁ་མ་བསྟན་ཤེས་ཀྱི་ཡོད་རེད་མ་གཏོགས་ཀྱི་ང་གྲྭ་པ་གྲྭ་བྱང་ཅིག་རེད་པ་རེད་བ། ང་ལ་བདེ་གསལ་ཤགས་ཕི་དྲི་ཅུ་ཚ་བྱེད་མཁན་གྱི་མ་གཏོགས་སྒུག་གི་མ་རེད། དེ་དེ་ནང་ནས་ཁ་ལག་བཟོ་མཁན་བྱ་བཀོད་མཁན་གྱི་ཁ་ཉིན་པོ་ཡག་པོ་གྱི་ཡོད་ན་སྒུག་གི་རེད་ཁ་མ་ཉིན་ན་དེ་ཡང་སྒུག་གི་མ་རེད། རེད་པ། ཧོ་དེ་འདྲ་ཡིན་དུས་དངོས་གནས་གཟིགས་ཀྱི་ཡོད་ད་ངས་ཁ་བདེ་པོ་ཤེས་ཀྱི་མེད་དངོས་གནས་དྲང་གནས་ལབ་ཀྱི་ཡོད། དེ་འདྲ་ཡིན་དུས་ཨ་ནི་དེ་ཚོ་བརྗེ་ཡ་ཡོད་མ་རེད་མ་གཏོགས་དེ་ཚོ་མཐོང་ཆུང་བྱེད་ཡ་ཡོད་མ་རེད་མ་གཏོགས་དེ་ནི་གདན་ས་འདི་རྒྱ་བོད་ཀྱི་དོན་གོ་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་བཅུ་གོ་དགུ་དེ་ཨ་ནི་བརླག་པ་རེད་ད་ཕྱིན་སོང་ཨ་འོ་དེ་ཚང་མས་ཀྱི་ཚང་མས་ཀྱི་ཐུགས་ལ་བཞག་རོགས་གནང་དེ་ནི་ད་ད་ང་གང་ཤེས་ཀྱི་མེད་མདའ། དེ་ནི་ད་ང་རང་གི་དེ་ནི་བསམ་པ་དང་སྦྱོར་བ་རུས་པ་རྒྱུ་ངག་ཡིད་གསུམ་གྱི་ཐོག་ནས་དེ་ནི་ག་རེ་བསམ་གྱི་ཡོད་པ་ག་རེ་བྱས་ནས་ང་རང་གི་བསྟན་པ་ལས་ཞབས་ཕྱི་ཞུ་ཡག་གི་འབད་བརྩོན་བྱེད་ཀྱི་ཡོད་པ་འོ་དེ་ཚང་མ་དེ་དེ་འདི་ན་ལ་བསྟན་བྱའི་སྨོན་ལམ་མདོར་བསྡུས་གཅིག་སྔས་མ་ནས་བྲིས་ཡོད། དེ་ནི་འདིའི་དངོས་གནས་བྱས་ན་གདན་ས་གིས་རྟག་པར་གསུང་དགོས་ཀྱི་རེད་དེ་གསུང་གི་མི་འདུག་ཨོ། ད་ལྟ་ཡང་ཕལ་ཆེར་བློ་ལ་འགྲོ་མཁན་ཡོད་ས་མ་རེད། ངས་བྲིས་ནས་ལོ་མང་པོ་རེད་ད། བྲིས་ཡོད་པ་དེ་ཡང་ཕལ་ཆེར་དགོངས་ཀྱི་ཨ་ཡོད་ན་རེད་པ། དེ་ནས་འདོན་པ་གསུང་མཁན་དུ་དབུ་མཛད་རེད་པ་གཙོ་ཆེ་བ་དབུ་མཛད་གིས་ཡང་དགོངས་ཀྱི་ཨ་ཡོད་ན། ཨོ། དེ་ནི་དེ་ཡིན་ཏེ་ད་དེ་ངས་ཚང་མ་ལས་དེ་རིང་གཅིག་མ། ལུང་ཕྱེ་ནས་འདོན་བྱེད་ཀྱི་ཡིན་ད། དེ་ནི་ད་ནས་བཟུང་སྟེ་གསུང་རོགས་གནང། ཡང་བལྟས་ཚེ་ཚིག་མང་ཆེ་བ་རེད་ཡང། དེ་ནི་དུས་ཚོད་ཞེ་དྲག་མེད་ན། གསུང་དགོས་ཀྱི་མ་རེད། ཨོ། བསྟན་བྱའི་སྨོན་ལམ་སྤྱི་བཏང་གིས་ང་ཚོ་གསུང་གི་ཡོད་རེད་པ། དེ་གསུང་ན་འགྲིག་གི་རེད། དུས་ཚོད་ཡོད་ན་ཡིན་གཅིག་མིན་གཅིག་འདི་གསུང་རོགས་གནང། དེ་མ་སོང་ན་མ་སོང་ན་ཨ་ནི་འདི་ང་རང་ཁ་འདོན་བྱེད་ནས་ཉལ་བསྡད་ཡ་མ་འདུག་ད་ཁ་འཕེན་ཐོག་མ་སོང་པ་ང་ཁ་འདོན་བྱེད་དགོས་ཀྱི་མི་འདུག་འདི་ང་རང་སེམས་ལ་རྡོ་ལ་རི་མོ་བྲིས་པ་ལྟ་བུ་ཡོད་རེད་ཆུ་ལ་རི་མོ་བྲིས་པ་ལྟ་བུ་མ་རེད་ད། རྡོ་ལ་རི་མོ་བྲིས་པ་ལྟ་བུ། རེད་པ། འོ་དེ་ཡིན་དུས་དེ་ཁྱེད་རང་ཚོ་གིས་ཐུགས་ལ་བཞག་དེ་ངའི་གསར་འདེབས་ཡིན་ད་དྲན་གསོ་ཡིན་ད། དེ་བྱས་ནས་ངས་འདི་ནས་མ་འཇིགས་ཀློག་གི་ཡིན་ཨ་ནི་གསུང་མཁན་རྣམ་པ་ཚོ་གིས་གསུང་རོགས་གནང། དེ་ནས་མ་གསུང་མཁན་ཚོ་དང་དང་ཆ་དཔེ་མེད་པ་ཚོ་གིས་ཀློག་ལེན་མ་འགྲོ་མཁན་ཚོ་གིས་ཨ་ནི་ད་ལུང་ཞུ་ཡ་རེད། འོ་ལེགས་སོ། དེ་ནས་ངས་ཀྱི་ད་དབུ་ནས་མ་མགོ་བརྗོད་དང་བཅས་པ་དེ་མ་འདོན་གི་ཡིན་ཨ་ནི་སྔོན་དུས་རྒྱུན་གསུང་དུས་སྐབས་སུ་ལས་ཡང་མགོ་བརྗོད་དེ་འདོན་དགོས་མ་རེད་བ། ཡང་བཤད་པ་མ་ཤེས་ན་དེང་སང་མི་དེ་ཚོ་འཐོབ་ཚ་པོ་ཞིག་གྲགས་འདུག་ཨ། ད་ངེད་ཀྱིས་འདི་འདྲའི་ལབ་པ་སོང་ཚེ་ཡང་བལྟས་ཚེ་ཨ་མཆོག་ལ་མ་འགྲོ་ནས་སང་ཉིན་མ་འདོན་ཡོང་དུས་མགོ་བརྗོད་དེ་ཡང་དང་པོ་འདོན་ཡོང་ན་ཨ་ཁུག་མར་བརྡ་རྡོ་བཤད་ནས་རེད་པ། འོ་མ་འདོད་ཅོག་ཅོག་བྱས་ནས་དེ་འདྲ་བྱས་ན་འགྲིག་གི་མ་རེད་པ། དེ་དེ་རིང་ངས་འདི་མ་འདོན་ན་མགོ་ནས་མ་མ་འདོན་ན་འགྲིག་གི་མ་རེད་དེ། ད་ལུང་ཟེར་དུས་ཆ་ཚང་འདོན་དགོས་པ་རེད་པ། རྟེན་བྱའི་སྨོན་ལམ་བརྒྱ་བ་རྒྱ་མཚོའི་བདེན་ཚིག་ཅེས་བྱ་བ་བཞུགས་སོ། ན་མོ་བུ་ད་འབན་ཛར་ད་ར་ཡེ། ཉིད་ནས་ཚད་མའི་ཐུགས་རྗེ་ལས་འཁྲུངས་ཞིང་འདི་འདྲེན་པ་བཅོམ་ལྡན་སྐུ་གསུམ་བདག་ཉིད་ཅན། རབ་འབྱམས་གདུལ་བྱའི་དབུས་ན་ས་བཅུའི་དབང་ཕྱུག་དང་ནི་བདེ་བར་གཤེགས་པ་གྲངས་ལས་འདས། སྟོན་འཁོར་ཐ་མི་དད་པའི་གཟུགས་སྐུའི་བཀོད་པ་ཆགས་ཐོགས་སྤངས་པའི་གསུང་བཅས་ཇི་བཞིན་དུ། འབད་མེད་སྤྲོས་བྲལ་ཆོས་སྐུ་འདུས་མ་བྱས་པ་འདྲེན་མཆོག་ཟས་གཙང་སྲས་སུ་ལྷུན་གྱིས་གྲུབ། འཆི་མེད་ཚེ་དང་ཡེ་ཤེས་སྣང་བའི་རྨད་བྱུང་གཟིགས་པ་གསུམ་ལས་འཕྲོས་པའི་དབང་གི་འོད། དར་ནག་ཀོ་ཤར་རང་བྱུང་པད་མ་གེ་སར་ལས་འཁྲུངས་བརྫུས་བྱའི་མཆེའུ། སྤྲུལ་པའི་སྐུ། སྐུ་གཅིག་མཚན་བརྒྱད་རོལ་པའི་སྐུ། སྣོད་ལྡན་ཀུན་དང་ཁྱད་པར་གངས་ལྗོངས་གདུལ་བྱའི་ཞིང་དུ་བཟུང། ཨོ་རྒྱན་མཚོ་སྐྱེས་རྒྱལ་བའི་མཉམ་མེད་ཐུབ་པའི་བསྟན་པ་རིན་ཆེན་རྒྱས་པའི་བྱིན་རླབས་སྩོལ། གོང་མ་ལྷ་ལས་བབས་པའི་མི་དབོན་གསུམ་དང་ཇོ་བོ་རྣམ་གཉིས་གཞན་དོན་དུས་སུ་སྨིན། ཕོ་བྲང་དམར་པོ་བྲག་ཏུ་སྔོན་སྨོན་རྗེས་དྲན་མཁན་སློབ་ཆོས་རྗེར་རྣམ་གསུམ་ཞར་འཛོམས་པས། མེས་སྤོས་དམ་ཆོས་ཟབ་དགུ་སླར་ཡང་འཕགས་པའི་ཡུལ་ནས་ཁ་བའི་རྒྱངས་སུ་སྤྱན་དྲངས་ཏེ། རྒྱལ་བསྟན་ཉིན་བྱེད་སྔ་འགྱུར་ལོ་པཎ་རྗེ་འབངས་བྱིན་མཐུའི་ཟབ་གསང་བསྟན་པ་རྒྱས་གྱུར་ཅིག། དམ་ཆོས་པད་དཀར་ལུང་ཟིན་ལག་ན་རྡོ་རྗེའི་རོལ་པ་ཁྲི་རལ་ལྕེ་ཡི་འཇའ་སྲིད་འཛིན། རྒྱ་བོད་ལོ་པཎ་སྤྱན་དྲངས་ཕྱི་མོ་བརྐྱང་བར་ལོག་སྨོན་བདུད་ལས་རྣམ་རྒྱལ་སྔོན་མོའི་སྟོབས། འོད་མཚན་ཁུ་དབོན་ལུས་སྲོག་རི་བའི་ཨ་ཏི་ཤ་དང་ཐུ་བོ་སྐུ་ངོ་འབྲོམ་གསུམ་དང། འཇམ་དབྱངས་ཡབ་སྲས་གསུམ་གྱི་བཀའ་གདམས་བརྒྱུད་པའི་བྱིན་མཐུས་དགའ་ལྡན་བསྟན་པ་བརྒྱད་ཅུར་བགྱིས། ཇོ་བོའི་ལུང་བཞིན་འཁོན་གྱི་གདུང་འཛིན་དཀོན་མཆོག་རྒྱལ་པོའི་གཙང་དུ་ས་ཆའི་གཙུག་ལག་བཞེངས། གསང་སྔགས་ཕྱི་འགྱུར་ཤིང་རྟ་ཆེན་པོ་ལམ་སྐོར་དགུ་དང་འབྲས་བུའི་མངའ་བདག་གོང་མ་ལྔ། མདོ་ལ་གཡག་གཞོན་སྔགས་ལ་སྦྱར་བཟང་སྙིང་དཀར་གོ་ཤ་སོགས་ཀྱི་བསྟན་པ་ས་སྐྱ་པ། ངོར་པ་གསར་པ་གསུམ་དུ་གྲགས་པའི་བརྒྱུད་པའི་བྱིན་མཐུ་ལམ་འབྲས་བསྟན་པ་རྒྱས་གྱུར་ཅིག། བཀའ་བབས་བཞི་ཡི་གདམས་ཟབ་རྟོགས་པ་གཏེར་ལོ་པ་ཡི་རྡོ་རྗེ་འཆང་ལས་གསང་མཛོད་གྲོལ། དཔལ་ཆེན་ནཱ་རོའི་རྒྱུད་ལུང་མན་ངག་མར་པའི་ཐུགས་བཅུད་བཤད་སྒྲུབ་བཀའ་ཆེན་བཞི་ལ་གདམས། ཡང་ཟབ་མི་ལའི་ཐུགས་སྲས་ཟླ་འོད་གཞོན་ནུ་བཀའ་ཤག་ཆུ་བོ་གཅིག་འདྲིལ་དུས་མཆན་སོགས། བརྒྱུད་འཛིན་མཆེད་བཞིའི་ཆུང་རྒྱལ་རྣམས་ཀྱི་བྱིན་མཐུས་མར་པ་བཀའ་བརྒྱུད་བསྟན་པ་རྒྱས་གྱུར་ཅིག། རྣམ་འབྱོར་དབང་ཕྱུག་གཙོ་མོ་ནི་སྐུ་མ་དང་སུ་ཁ་སིདྡྷི་ཆེན་འཕགས་བཅུ་གསུམ་དབུས། མཁས་གྲུབ་བརྒྱ་དང་ལྔ་བཅུའི་མདོ་སྔགས་བཤད་སྒྲུབ་གཅོད་ཀྱི་ཁྱུང་པོ་རྣལ་འབྱོར་ཐུགས་བཅུད་གཏམས། གཡས་རུ་ཤངས་ཀྱི་གདན་སར་སྔ་ཕྱི་ལྷོ་མཚོ་དྲུག་དང་མཁས་གྲུབ་གསུམ་གྱིས་དར་བར་མཛད། ལམ་ཟབ་འབྲས་བུ་འཆི་མེད་འཆུག་མེད་བཞི་མཐུའི་ཤངས་པ་བཀའ་བརྒྱུད་བསྟན་པ་རྒྱས་གྱུར་ཅིག། དོན་དམ་སྟོང་ཉིད་གྲུབ་པའི། རྣལ་འབྱོར་ང་བཞི་འདམ་བཟབ་སྣོད་གྱུར་ཀ་མ་ལ་ཤི་ལ། ཁ་བའི་ལྗོངས་སུ་ཕ་གཅིག་དམ་པ་སངས་རྒྱས་ཞེས་གྲགས། སྟེང་ཁ་བ་དང་ཁྲོ་ཚངས་པདྨ་གསེར་ལྕོག་སྟོན་དམག་བསོད་སྐམ་དང་མ་གཅིག་ལབ་སྒྲོན་ལ་སོགས་རྒྱ་བོད་ལྷོ་བརྒྱུད་བསྐྱངས། དམ་ཆོས་སྤྱོད་ཡུལ་ཟབ་མོའི་རྩ་རྒྱུད་བླ་མའི་བྱིན་མཐུའི་ཞལ་ལྕེས་བསྟན་པ་རྒྱས་གྱུར་ཅིག། བླ་མེད་རྒྱུད་ཀྱི་རང་བྱུང་དཀྱིལ་འཁོར། གསུང་དང་བཅས་པའི་རིགས་ལྡན་རྗེ་ཡི་རྟོགས་གྲོལ་མཉམ། ལེའུ་གཅིག་དང། ལེའུ་གཅིག་ཏུ་ཁྲི་དང་ཉིས་སྟོང། དོན་ཀུན་འདུས་པ་རྩ་རྒྱུད་ཡོངས་ཀྱི་སྙིང་པོ་ཉིད། ལྔ་པར་ཕྱི་རྒྱུད་དོ་ཕོ་པ་དང་ཏཱ་ར་ནཱ་ཐའི་ཇོ་ནང་བརྒྱུད་པའི་སྤྱི་མཐུ་ཡིས། ཡི་ལམ་འབྲས་བུ་སྣང་བཞི་རྣམ་དག་དམ་ཆོས་སྦྱོར་བ་དྲུག་གི་བསྟན་པ་རྒྱས་གྱུར་བགྱིས། དུས་ཞབས་པགས་བཞི་རྒོད་ཚང་པ་ལས་གདམས་ངག་ཟབ་དགུའི་རྟོགས་པ་མངོན་གྱུར་ཨོ་རྒྱན་པདྨ་ནུ་ཕྱོགས་དུ་མ་དག་ལ་མཁའ་འགྲོའི་བཞི་ཡི་ལོགས་ཀྱི་རྣལ་འབྱོར་མ་དང་དངོས་སུ་སྦྱར། ཐ་མར་ལུས་ཀྱི་དག་པ་རྩ་རླུང་གནད་ཀྱི་བཞི་འདྲེས་རོ་མཉམ་མཁར་ཆུ་ཟླ་གསེང་དང། འདྲེན་མཛད་སློབ་དཔོན་བཞི་ལ་གསོལ་བའི་བྱིན་རླབས་མཐུ་ཡིས་བསྙེན་སྒྲུབ་བསྟན་པ་རྒྱས་གྱུར་ཅིག། རྨད་བྱུང་ཐུགས་རྗེ་དུས་སུ་སྨིན་པ་བསྟན་འཛིན་སྐྱེས་ཆེན་དགེ་འདུན་འཕགས་པའི་ཚོགས་དང་བཅས། གང་གི་མཛད་བཟང་བསྟན་པའི་གསོས་སུ་སྨིན་གྲོལ་ལེགས་དགུ་མཐའ་དག་སྒྲུབ་བཞིན་དུ། ཆོས་ཀྱི་འཁོར་ལོར་རྟག་ཏུ་བཞུགས་པའི་སྦྱར་བ་རྒྱ་མཚོའི་གདན་ཚིག་སེང་གེ་སྒྲ་ཆེན་པོས། བར་ཆད་བདུད་བཞི་གཡུལ་ལས་སྦྱར་ཏེ་རྣམ་མང་ཕྲིན་ལས་མཁའ་མཐར་ཁྱབ་ཅིང་རྒྱས་གྱུར་ཅིག། ད་འདི། དེ་ནི་ཡང་འདི་ཡིག་ཆུང་རི་དྭགས་འདོན་ཡང་མ་རི་དྭགས། ཀྱི་སྟོན་པ་མཉམ་མེད་མཐུ་བོས་དབང་པོའི་བསྟན་པ་ཐེག་པ་གསུམ་དང། ཡང་སྙིང་སྒྲུབ་བརྗོད་ཤིང་རྟ་ཆེན་པོ་བརྒྱད་ཀྱི་བསྟན་པ་དར་ཞིང། དེ་འཛིན་གྱི་སྐྱེས་བུ་དམ་པ་རྣམས་ཞབས་པད་བརྟན་པ་དང། ཕར་ཚུར་དགེ་འདུན་གྱི་སྡེ་རྒྱས་ཤིང་དད་ལྡན་གདུལ་བྱ་ཡོངས་ཀྱི་བསམ་དོན་ཆོས་བཞིན་འགྲུབ་པ་དང། འཇིག་རྟེན་གྱི་ཁམས་ཀུན་ཏུ་མི་མཐུན་ཉེས་བྱས་རིགས་ཞི་ནས་བདེ་སྐྱིད་རྫོགས་ལྡན་འཇལ་དཔའ་ལ་སྤྱོད་པའི་གསོས་སུ་སྨོན་ཏེ། རྟེན་ཅིང་སྨོན་ལམ་ཞབས་བརྟན་དང་འབྲེལ་བ་འདི་ལྟར་ང་རང་གིས་རྩོམ་པ་རེད། དེ་ནས་དེ་ལ་སྐུལ་མ་བྱེད་མཁན་མང་པོ་བྱུང་སོང། དེ་ནས་དེ་ངེད་ཀྱིས་ད་འདི་འདྲས་ཀྱི་ཁྲིད་བྲིས་ཀྱི་ཡོད་ཟེར་ནས་ལབ་བསྡད་པའི་སྐབས་དེ་ན་ལ་ཨ་ནི་ཁོ་རང་ང་རང་གི་སློབ་མ་ཁོ་ཆེད་མགར་ཆེན་འབྲུག་ཁུལ་གཞུང་གི་འཇུ་བ་རེད་ཁོ་རང་གིས་དེ་ནི་དམིགས་བསལ་དུ་ད་འཇོག་པ་བྲི་རོགས་བྱེད་ཟེར་གྱི་ན་ང་ལས་བསྐུར་མ་བྱས་པར་རེད་དེར་བསྐུར་བ་དང། རང་གི་ལྷག་བསམ་དག་པའི་སྒོ་ནས་ཕ་ཡུལ་གདན་ས་དཔལ་སྤུངས་ཤེས་རབ་རྣམ་པར་རྒྱལ་བའི་གླིང་དུ་རྒྱལ་ཆེན་བཀའ་མཛོད་ཆེན་མོའི་དབང་ལུང་སྤེལ་བའི་སྐབས་སྐལ་ལྡན་རྟ་ཡི་སི་ཏུ་པས་སྨོན་པ་དེ་དེ་བཞིན་དུ་འགྲུབ་པར་རྒྱལ་བ་སྲས་དང་བཅས་པས་བྱིན་གྱིས་བརླབ་ཏུ་གསོལ། སརྦ་མང་ག་ལམ། ཨོ་ལེགས་སོ། ད་ད་རེས་ཀྱི་མཛད་པ་བཟང་པོ་མང་པོ་གནང་སོང། དེ་དེ་ཐམས་ཅད་ལ་ཐུགས་རྗེ་ཆེ་ཞུས་ཡིན། དེ་ནི་ད་ཆའི་ངས་གོང་དུ་ལ་ཕྲན་བུ་ཕྲན་བུ་གིས་ད་ཚིག་རྣོན་པོ་རྣོན་པོ་ལབ་པ་ཡིན། དེ་ཆེད་མངགས་ཀྱིས་ལབ་པ་ཡིན། ང་ཁོང་ཁྲོ་ལངས་པ་མ་རེད། ང་ཁོང་ཁྲོ་ལངས་ཡ་མེད་ཟེར་གི་མེད་ད། ཡིན་ན་ཡང་ཁོང་ཁྲོ་ལངས་ཡ་ལངས་པ་མ་རེད། ཨ་ནི་མ་རངས་པ་མ་རེད། ཡིན་ན་ཡང། དེ་ནི། མ་གཏམ་མ་བཤད་ན་མི་གོ་ཟེར་བ། དེ་ཡིན་དུས་སྐལ་བཟང་ལབ་མ་བསྡད་ན་གོ་གི་མི་འདུག་ཨ་མཁས་དབང་རྣམ་པ་ལ་ཞུ་གི་མེད་ད། རེད་པ། འདི་ནག་གི། དེ་ནི་ཕ་ཕྱི་ལོག་ནས་ཕེབས་པའི་གི་དགོན་པ་རྣམ་པ་ཚོ་གི་སྐུ་ཚབ་རྣམ་པ་ཚོ་དང་རིན་པོ་ཆེ་རྣམ་པ་ཚོ་ལ་ཞུ་གི་མེད་ད། དཔལ་སྤུངས་ཤེས་རབ་གླིང་གི་ནང་ལ་ཡོད་པའི་གི་དེ་ནི་དགེ་འདུན་པ་ཚང་མ་ལ་ཞུ་གི་ཡོད། ཨོ། དེ་ནི་མི་མང་ཚོ་ལ་ཡང་ལབ་ཀྱི་མེད་ད། ཨོ་ཁྱེད་རང་ཚོ་ཚང་མ་སོ་སོ་སོ་སོའི་གི་ག་རེ་ཡིན་ན་ཧུར་ཐག་བ་ཐག་བྱེད་དེ་གི་ཡོད་རེད་པ། འདི་ན་ཡང་ཚང་མས་ཧུར་ཐག་བ་ཐག་དེ་བྱེད་གི་ཡོད་རེད་ད། ཡག་པོ་ཞེ་དྲག་ཡོད། ཨོ་ཡག་པོ་བྱེད་གི་མི་འདུག་ཟེར་གི་མེད་ད། ཡིན་ན་ཡང་མཚམས་མཚམས་ལ་རེད་པ་མཚམས་མཚམས་ལ། སོ་སོའི་གི་མིག་དེ་སོ་སོའི་གི་མིག་ལ་ཉེ་དྲག་པ་ལ་བརྟེན་ནས་མིག་དེ་མཐོང་གི་མི་འདུག་ག། དེ་མ་མཐོང་དུས་ཡང་མིན་ན་མི་གཅིག་གིས་པར་གཅིག་བརྒྱབ་ནས་བསྟན་དགོས་རེད་ཡང་མིན་ན་ཤེལ་སྒོ་གཅིག་ནང་ལ་བཏགས་དགོས་རེད་ཤེལ་སྒོ་གཅིག་ནང་ལ་བཏགས་དུས་གཡས་པ་དེ་གཡོན་པར་ཆགས་ཏེ་ཡོད་རེད་གཡོན་པ་དེ་གཡས་པར་ཆགས་ཏེ་ཡོད་རེད་ཏག་ཏག་མཐོང་གི་མ་རེད། དེ་ཡང་རིག་པ་བལྟས་ཚེ་ཅིག་བེད་སྤྱོད་བཏང་དགོས་ཀྱི་འདུག་ག། འོ་དེ་འདྲས་བཤད་ནས་ལབ་པ་ཡིན། ཨ་ནི་ཚང་མས་ཐུགས་ལ་བཞག་རོགས་གནང། ཨ་ནི་ཞེ་དྲག་ཡག་པོ་བྱུང་སོང། བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པ་བྱུང་གསུང། སངས་རྒྱས་ཀྱི་བསྟན་པ་མཐར་སེམས་ཅན་ལ་བདེ་སྐྱིད་ལྡན། སྐྱེས་ཆེན་དམ་པ་ཐམས་ཅད་སྐུ་ཚེ་ཞབས་པད་བརྟན། དེ་ནས་འཛམ་བུ་གླིང་གི་ཆོས་ལུགས་ཐམས་ཅད་དགུ་ག་རེ་ད། འོ་འཛམ་བུ་གླིང་གི་ཆོས་ལུགས་ཐམས་ཅད་སོ་སོ་སོ་སོ་ལ་དགུ་ག་རེ་སོ་སོ་སོ་སོའི་གི་འགྲོ་དོན་ཡོད་རེད་དེ་ཚོ་ཚང་མ་ལ་དེ་ནས་ཕན་ཐོགས་ཡོང་བ་དང། འདི་ནི་ཆོས་མ་ཡིན་པ་གི་ད། འདི་ནི་སློབ་གླིང་མང་པོ་ཡོད་རེད་དེ་ཚོ་ཚང་མ་ཡང་མི་ལ་སྒུག་གི་རེད་ད། དེ་ཚོ་ཚང་མ་དེ་ནི་དར་རྒྱས་ཡུན་དུ་གནས་པ་དང། དེ་ནི་ང་ཚོ་བོད་ཀྱི་ཆོས་དང་རིག་གཞུང་ཐམས་ཅད་དེ་ནི་ད་གོང་ནས་གོང་འཕེལ་མ་མྱོང་གོང་འཕེལ་ཉམས་པ་བཟོ་བཅུག་སྒུག་གི་རེད་དེ་མ་ཡིན་པ་འཛམ་བུ་གླིང་ནས་མི་རིགས་སྟོང་ཕྲག་མང་པོ་ཡོད་རེད་དེ་ཚོ་སོ་སོ་སོ་སོ་ལ་ཆོས་དང་རིག་གཞུང་ཡོད་རེད་ད་གོམས་གཤིས་ཡོད་རེད་ད་དེ་ཚོ་ཚང་མ་མ་མྱོང་གོང་འཕེལ་ཉམས་པ་བཟོ་བཅུག་ཡོང་བའི་གི་སྨོན་ལམ་གནང་རོགས་གནང། ང་རང་གི་ཁ་ཡི་སྙིང་མེད་ཀྱི་ཞུ་གི་ཡོད་ཨ་ནི་ཐུགས་ལ་བཞག་རོགས་གནང། ཨོ་ལེགས་སོ། བཀྲ་ཤིས་བམ་པར་འཛམ་གླིང་ཅན་དུ་ཤོག།